དེ་རིང་འདིར་གུས་པ་ཡོངས་ནས་ནི་ད། ང་རང་ཚོ་དབུས་གཙང་གི་སྤྱི་འཐུས་སྐབས་བཅུ་བདུན་པ། ནི་ལྷ་རྒྱ་རི་རྣམ་རྒྱལ་མགྲོན་ཁང་གི་སྐབས་བཅུ་བདུན་གྱི་ནི་སྤྱི་འཐུས་ཀྱི་སྐོར་སྐྱོད་ཀྱི་སྐབས་གཅིག་ལ། སྐད་ཆ། ད། འཛབ་ཆེན་པོ་ཞུ་ཅིག་ཤེས་བཞག་འདི་དང་འབྲེལ་བའི་ཐོག་ནས། ང་རང་ཚོ་གཞོན་སྐྱེས་ཚོ་ལ། ཅིག Brain Wash ནང་ལ་མ་ཚུད་པ་བྱེད་དགོས་ཡ་དེ་གལ་ཆེན་པོ་ཞོ་རེད་ཟེར་ངས། ནམ་རྒྱུན་དུ། བཤད་བསྡད་ཀྱི་ཡོད། ད་ང་རང་གིས་བློ་འཚབ་ཆེ་ཤོས་དེ་གར་སྡོད་ཞུས་པ་ཡིན་ན། ང་རང་ཚོ་དངོས་ཡོད་ཀྱི་གནས་ཚུལ།

ཨ་ནི་ད། དངོས་ཡོད་ཀྱི་གནས་ཚུལ་མ་ཡིན་པ་དང། ཨ་ནི་གཅིག། རྫུན་མ། ལོག་བཤད། འདི་འདྲའི་བཤད་ངན་འདི་མང་དྲགས་པའི་རྐྱེན་བྱས་ནས། དངོས་གནས་ཀྱི་ད་ཅིག། སྐབས་རེ་སྐབས་རེ། རྣམ་དཔྱོད་ཡོད་ངེས་ཀྱི། གང་ཟག་དེ་འདྲའི་བདེན་འཚོལ་དགོས་མཁོ་བ་ལ་ཚུད་ནས། ཨ་ནི་ང་རང་ཚོ་སྤྱི་ཚོགས་ཀྱི། ཨ་ནི་གཅིག། བོད་ཀྱི་བདེན་མཐའ་སེལ་ཡ་ཐོག་ལ། དཀའ་ངལ་གསར་པ་ཅིག་འཕྲད་ཡག་གི་ཉེན་ཁ་ཆེན་པོ་མཐོང་བསྡད་ཀྱི་འདུག་དེ་འདྲ་སོང་ཙང་ད་ངས་འབོད་སྐུལ་ཞུ་ཡག་འདི་ང་རང་ཚོ་གཞོན་སྐྱེས་ཡིན་པ་ཡིན་ནས་རེད་མི་རབས་རྒན་པ་ཡིན་པ་ཡིན་ནས་རེད། དངོས་ཡོད་ཀྱི་གནས་ཚུལ་གྱི་སྒང་ནས་འདི་ནས་གནས་ལུགས་རྒྱུ་མཚན་ཡང་ནས་ཡང་དུ་དྲ་རྒྱ་ཁག་ནང་ལོགས་ལ་དོན་ནས་གསུངས་དགོས་ཡག་ཅིག་དང་འདི་ནས་ཡང་ཅིག

ད་དེ་ལ་ཡང་ཡིད་ཆེས་གནང་གི་ཡིན་གསུང་མཁན་གང་ས་མང་པོ་གྱུར། ངས་ཧ་ལས་པ་རེད་བསམ་གྱི་འདུག་ཡིན་དགོས་ནས་སོ་སོ་གང་ས་འདྲ་བོ་ཆགས་ཤེས་ན་ག་རེ་ངོ་འཛིན་ཞུ་དགོས་ཤོར་བས་ན་དེ་འདྲའི་གི་སྲིད་དབང། དེ་འདྲའི་གི་གོ་སྒྲིག་ཅིག་ལ་ཡང། ཐེག་པ་ཅི་ཡས་ཡིད་ཆེས་མེད་གོ་སྒྲིག་ཅིག་ལ་ཡང། ཐེག་པ་ཅི་ཡས་ཡིད་ཆེས་མེད། རང་བཙན་སོགས་ལབ་ན་སེམས་ཤུགས་ཡོད་པའི་བསོད་བྱེད། རང་སྐྱོང་སོགས་ལབ་ན་སེམས་ཤུགས་མེད་པའི་བསོད་བྱེད། དེ་འདི་འདྲའི་མར་ལྟ། ཁྱང་ཚོ་མགོ་སྐོར་མ་ཁྱེར་ལ་ཤེས་སོང་ཨ། ཟླ་འདི་ལྷ་རྒྱ་རི་རྣམ་རྒྱལ་མགྲོན་ཁང་གིས་སྐབས་བཅུ་བདུན་གྱི་དཔྱིད་དུས་ཀྱི་སྐོར་སྐྱོད་ཅིག་གི་སྐབས་ལ་བཤད་བཞག་པ་ཞིག་རེད། དེ་འདྲ་སོང་ཙང་ད་གནད་དོན་འདི་ང་རང་གིས་ཏུ་བསམ་བློ་བཏང་ནས་སྐད་ཆ་བཤད་ཡོང་དུས་རེད་བ་བསམ་བློ་བཏང་ནས་དཔྱད་པ་ཅིག་བྱས་ཡོང་དུས་ཙང་ནས་ད་ལྷ་རྒྱ་རི་རྣམ་རྒྱལ་མགྲོན་ཁང་དབུས་གཙང་གི་དཔྱིད་དུས་ལྷ་རྒྱ་རི་རྣམ་རྒྱལ་མགྲོན་ཁང་ལྟ་བུ་ཡིན་པ་ཡིན་ན། ད་ཤེས་སྤྱོད་གཉིས་ལྡན་ཡིན། ཨེ་ནི་ཅི། ཆོས་རྒྱལ་རྫོགས་ཀྱི་ཁྲག་གི་རྒྱུད་པ་ཡིན་ཤེས་དགོས་ཀྱི་ཡོད་རེད། ད་དངོས་གནས་ཀྱི་ཆོས་རྒྱལ་རིམ་བྱོན་དང་འབྲེལ་བའི་ཨེ་ནི་ཁྲག་དང་འབྲེལ་བ་ཅིག་ཡིན་པ་ཡིན་ན། རྒྱལ་དབང་དོན་གྱི་བདག་པོ་མཆོག་ལ་དེ་འབྲེལ་གྱི་བསྙབ་བཅོས་དང། མཐོང་ཆུང་དང། ཁྱད་གསོད་དང། མ་རུང་བ་འདི་འདྲའི། རྩ་བ་རང་ནས། བསམ་བློ་ལ་འཁོར་བཞིན་པ་ཡིན་ནས་ཁ་ནས་བཤད་ཐུབ་ཀི་མ་རེད། རེད་བ། དེ་འདྲ་སོང་ཙང་ངས་ད་ལྟ་མོ་རང་གིས་བཤད་བཞག་པའི་སྐད་ཆ་འདི་དང། མ། རེད་རེད་ཀློག་ནི། ཨེ་ནི་འདི་དང་འབྲེལ་བའི་ཐོག་ནས་རེད་རེད་འགྲེལ་བཤད་རྒྱབ་ཀི་ཡིན་ཨེ་ནི་ཁྱེད་རང་ཚོ་གིས་ངས་བཤད་པ་དེ་བདེན་པ་རེད་འདོད་མ་རེད་འདོད་ཁྱེད་རང་ཚོ་གིས་ཐག་བཅད་ཡ་རེད། རེད་བ། དེ་ནས་སོང་ཙང། ད་ད་ཅིང་གོང་ལ་ཁྱེད་རང་ཚོ་གིས་ཅིག་གསན་ཚར་རེད། ད་ལྷ་རྒྱ་རི། རྣམ་རྒྱལ་སྒྲོན་ག་གིས་ག་རེ་ལབ་ཡོད་རེད་ཟེར་ནས། དེ་འདྲའི་འདྲ་བོ་ཞིག་སྙམ་དུ་ད་དུང་ཡང་ང་རང་ཚོ་སྐད་ཆ་བཤད་ནས་བསྡད་ཀྱི་ཡིན་ལབ་ཀྱི་ཡོད་རེད། དེ་འདྲའི་འདྲ་བོ་ཞིག་རེད་རྒྱ་མི་ང་ཚོའི་འདྲ་བོ་རེད། ད་དུང་ཡང་ང་རང་ཚོ་སྐད་ཆ་བཤད་ནས། དེ་གིས་ཡིན་ལབ་ཀྱི་ཡོད་རེད་ཟེར་ཏེ་སུ་ལ་ཟེར་གྱི་ཡོད་རེད། རེད་པཱ། ཁྱེད་རང་ཚོ་བསམ་བློ་བཏང་བ་རེད་སུ་ལ་ཟེར་གྱི་ཡོད་རེད་པས་ཁྱེད་རང་ཚོར་ངས་དྲི་བ་བཏང་ཡིན་ན། རེད་པཱ། མོ་རང་གིས་རྒྱལ་དབང་དོན་གྱི་བདག་པོ་མཆོག་ལ་ལབ་ཀྱི་ཡོད་རེད། ད་འོ་ན་རྒྱལ་དབང་དོན་གྱི་བདག་པོ་མཆོག་གིས་ང་རང་ཚོ་ལ་དབུ་མའི་ལམ་འདི་རྒྱལ་དབང་དོན་གྱི་བདག་པོ་མཆོག་གིས་ང་རང་ཚོ་ལ་བཙན་པོ་དབང་ཡོན་བྱས་པ་རེད་པས། ང་ཚོ་ལ་གནོད་ཤུགས་སྤྲད་ནས་ང་ཚོ་དབུ་མའི་ལམ་ལ་འགྲོ་དགོས་ཡོད་ཟེར་མ་བཀའ་བཏང་རེད་པས། རྒྱལ་བ་དོན་གྱི་བདག་པོ་མཆོག་གིས་དེ་ནས་གཅིག་འཛམ་བུ་གླིང་གི་ཆབ་སྲིད་ཀྱི་གནས་སྟངས་དང་གཅིག་རྒྱ་ནག་གི་སྟོབས་ཤུགས་དང་ང་རང་ཚོ་ལ་རྒྱབ་སྐྱོར་བྱེད་མཁན་གྱི་རྒྱལ་ཁབ་དེ་དག་གི་དེ་ནས་གཅིག་རྣམ་འགྱུར་དང། གནད་དོན་མང་པོ་ཞོལ་གཅིག་དང་ང་རང་ཚོ་གི་སྤྱི་ཚོགས་ཆུང་ཆུང་འདི་གི་འཁྲུག་ཆ་དོད་པོའི་གནས་སྟངས་འདི་དང་མང་པོ་གཅིག་ལ་བཏང་ནི་ཨེ་ནི་བོད་ཟེར་ཡག་འདི་གི་ངོ་བོ་དང་ཁྱད་ཆོས་དང་ཨེ་ནི་ཐ་ན་བོད་ཞེས་པ་དེ་ཡང་བརླག་ལ་ཉེ་བའི་ཨེ་ནི་གནས་སྟངས་འདི་འདྲའི་ཅིག་ཟིན་ནས་ཨེ་ནི་དགོངས་ཚུལ་འདི་ང་རང་ཚོ་ལ་མི་མང་ཚོ་ལ་ངང་གིས་བལྟས་པ་ཡིན་ན་ད། ཐབས་ལམ་ཞིག་གི་ནང་ལོགས་ནས། ང་རང་ལ་ནི། ཅིག་མོས་ཤོད་དེ། ནི། དབུ་མའི་ལམ་རེད་ཤག་གསུངས་བར་བ། ད་འདི་ལ་མི་མང་ཚོ་དོ་སྣང་བྱེད་ཁྱེད་རང་ཚོ་བདེན་པའི་ཨུ་ཚུགས་གདམ་གྱི་ཡིན་པས་རང་ཐག་རང་གཅོད་གདམ་གྱི་ཡིན་པས་ནི། རང་བཙན་གཙང་མ་གདམ་གྱི་ཡིན་པས་དབུ་མའི་ལམ་གདམ་གྱི་ཡིན་པས། དེ་འགྱེད་ལ་ཁྱེད་རང་ཚོ། ལྟ་ཞུ་གསུངས་དུས་ད་ནི། ནི་མི་མང་གི་བརྒྱ་ཆ་བདུན་ཅུ་དོན་ལྔ་ཙམ་གཅིག་གིས། ནི། དབུ་མའི་ལམ་གདམ་བར་བ། ད་ག་ནང་བཞིན། ཨེ་ནི་བོད་མི་མང་གིས་བདམས་པ་ཙམ་མ་རེད། བོད་མི་མང་གིས་ད་ལྟ་མོ་རང། གདན་ས་འདི་གི་གྲོས་ཚོགས་འདི་གི། མི་རབས་རྒན་པ་འདི་འགྱེད་ཀྱིས། ཨེ་ནི་སྤྱི་མོས་ཀྱི་ཐོག་ནས། དབུ་མའི་ལམ། གྲོས་ཆོད་གཏན་འབེབས་བྱས་རེད་པ་བོད་མིའི་སྒྲིག་འཛུགས་ཀྱིས། ད་འདི། བོད་མིའི་སྒྲིག་འཛུགས་ཀྱི། སྲིད་ཇུས་ཡིན་དུས་ཁོ་རང་ཚོ་གིས་འདི་ལ་བྱེད་ཀྱི་ཡིན་སྲིད། ཨ་མོ་རང་ཡེ་ནས། སྤྱི་འཐུས་ནང་ལོགས་ལ་ལངས་དགོས་ཡ་འདི། དབུ་མའི་ལམ་གྱི་རྒྱབ་སྐྱོར་དང་བོད་ཀྱི་བདེན་མཐའ་གསལ་ཡག་གི་ཆེད་དུ། སྤྱི་འཐུས་ལ་ལངས་ཟེར་བ། དེ་འདྲ་སོང་ཙང། ད་འདི། ཨ་ནེ་མོ་རང་གི་ཆབ་སྲིད་ཀྱི་གནས་ཐོག་གནས་ཚད་འདི། ག་འདྲའི་བྱེད་མིན། འདི་ནས་གསལ་པོ་གཅིག་ཤེས་ཀྱི་ཡོག་རེད་མོ་རང་གིས་ང་རང་ཚོ་གི་དང་པོ། ཕྱི་ལ་འཕགས་ཁ་བདེ་མ་ཆགས་གོང་ལ་ནང་གི་ཆབ་སྲིད་ཀྱི་རྒྱུ་ཡུལ་ཆ་ཚང་ཅིག་ཤེས་ཀྱི་མེད་པའི་རྟགས་དེ་ནས་གསལ་པོ་ཞུ་ཅིག་སྟོན་བསྡད་ཡོད་རེད། འདི་གཅིག་མི་མང་ཚོ་དགོངས་སྐོར་བརྒྱབ་རྒྱུ་ཡོད་མ་རེད། སྡེ་ཚན་དང་པོ་དེ་འདི་རེད། དེ་འདྲ་སོང་ཙང་དེ་འདྲའི་འདི་འདྲའི་གི་སྲིད་ཇུས་སྐྱབས་མགོན་རིན་པོ་ཆེ་འདྲ་བོ་ལ་སྙིང་རྗེ་སྒོམ་པའི་བྱམས་སྙིང་རྗེ་ཡི་སྲིད་ཇུས་ཞིག་རེད། ངས་གོང་ལ་ཤོད་སོང། མོ་རང་གི་སྐད་ཆ་འདི་རྒྱ་གོ་རིམ་གྱི་ལ་བཤད་ཀྱི་ཡོད་རེད་སའི་རྒྱུ་མཚན་འདི་རེད། འདི་འདྲའི་གི་སྲིད་བྱུས་སྐྱབས་མགོན་རིན་པོ་ཆེ་འདྲ་བོ་ལ་སྙིང་རྗེ་སྒོམ་པའི་བྱམས་སྙིང་རྗེའི་སྲིད་བྱུས་ཤིག་རེད། ད་འོ་ན་འདི། དབུ་མའི་ལམ་གྱི་སྲིད་བྱུས་འདི་སྐྱབས་མགོན་རིན་པོ་ཆེ་གི་སྲིད་བྱུས་རེད་པས། སྐྱབས་མགོན་རིན་པོ་ཆེ་གིས་ང་ཚོ་ལ་བཀའ་བཏང་རེད་པས། སྐྱབས་མགོན་རིན་པོ་ཆེ་གིས་ང་ཚོ་འདོད་པ་མེད་པ་བཞིན་དུ་ང་ཚོ་ལ་བྱེད་ལ་བཅུག་རེད་པས། རེ་བ། དེ་འདྲ་སོང་ཙང། ངས་ཁོང་ལ་ཞུས་སོང་ཨ། ད་རྒྱ་བོ་རུམ་གྱི་དགུང་ལོ་མཐོ་པོ་ཕེབས་ཀྱི་ཡོད་རེད་སྐུ་ན་མཐོ་རུ་འགྲོ་གི་ཡོད་རེད། དེ་ནི། གནས་སྟངས་མང་པོ་གཅིག་གི་སྒང་ནས་དགུང་ལོ་མཐོ་རུ་དོར་འགྲོ་སོང་ན་མི་སུ་དང་སུ་མ་ཡིན་ནས་སྐུ་གཟུགས་ཀྱི་རང་བཞིན་འདི་ཨེ་ན་ཅིག། རང་བཞིན་གྱི་ཉམས་རྒུད་འགྲོ་ཡ་འདི་ཡིན་པ་ཆོས་ཉིད་རེད། ཨེ་ནས་ཅིག་མ། གནས་ཚུལ་མང་པོ་ཅིག་མཁྱེན་རྟོགས་ཡོང་གི་མེད་པ་དེ་ཡང་ཧ་གོ་གི་ཡོད་མོད། ད་མོས། ལྷ་རྒྱ་རི་རྣམ་རྒྱལ་མགྲོན་ཁང་གི་གོ་སྐབས་འདི་བཟུང་ནས་ད། གོ་སྐབས་འདི་ཡག་ཤོས་རེད་ཤག་བསམ་གོ་ཁོང་ཚོས། ད་དེ་འདྲའི་དུས་ཚོད་འདི་ལ་བཤད་ཐུབ་པ་ཡིན་ན་བཤད་ཐུབ་པ་རེད། རྒྱ་བ་རུམ་ཅིག་གིས་ནི་གང་གོ་གསུང་ཐུབ་གི་མ་རེད་གསུང་གི་མ་རེད། ཨ་ནི་དེའི་ཉེ་འཁོར་ལ་ཡོད་ངེས་ཀྱི་ཀོ་གྷལ་གྱི་དྲུང་ཆེ་རྣམ་པ་ཚོ་དང། བོད་མིའི་སྒྲིག་འཛུགསསྤྱི་འཐུས་རྒྱུན་ལས་སྤྱི་འཐུས་ཀྱི་ནང་ལོགས་ལ་ནི་ཨ་ནི་དེ་འདྲའི་ལ་སུ་གཅིག་གིས་གང་ལག་པ་འཆང་གི་མ་རེད་ད་འདི་ངས་གོ་སྐབས་འདི་བརྒྱུད་ནས་རང་བཙན་ཁ་ལ་ཁེལ་ངེས་ང་ལྟ་བུ་ཅིག་ཆ་བཞག་པ་ཡིན་ན་དངོས་གནས་གོ་སྐབས་ཡག་ཤོས་རེད་ཤང་བསམ་མེད་མོད་གོ་སྐབས་འདི་བཟུང་ནས་རྒྱ་བོ་རམ་བྱེད་དགོངས་བློ་མཐོ་པོ་ཡོད་པའི་རྒྱུ་མཚན་ལ་བརྟེན་ནས་མོས་ཀྱང་བོ་རམ་བྱེད་ལ། བསྙག་བརྗོད་བྱེད་ཀྱི་ཡོད། ཚིག་སྡོང་རྡོག་བཤད་པ་ཡིན་ན་མོས་རྐྱང་གོ་རིམ་གཅིག་ལ་ཁྱད་གསོད་བྱེད་ཀྱི་ཡོད། མོས་རྐྱང་གོ་རིམ་གཅིག་ལ་མཐོང་ཆུང་བྱེད་ཀྱི་ཡོད། མོས་རྐྱང་གོ་རིམ་གཅིག་ལ་ཆབ་སྲིད་ཁང་བཀོད་ཀྱི་ཤིང་གི་མེད་པར་བརྩི་གི་ཡོད། མོས་རྐྱང་གོ་རིམ་གཅིག་ལ་ཨིན་ཇི་གི་གཞིས་བཞུགས་བོད་རིགས་ང་ཚོ་བོད་པ་དེ་འགྱེལ་བཙོང་སོ་སོགས་རྡོག་རྡོག་འདི་བཤད་གི་འོ་ད། རེད་མ། རྒྱ་ནག་གི་མི་དམངས་ལ་སྙིང་རྗེ་གཏད་པ་ཅིག་རེད། འདི་རྒྱ་ནག་མི་དམངས་ལ་སྙིང་རྗེ་གཏད་པ་ཅིག་རྩ་བ་རང་ནས་མ་རེད། འདི། གཞིས་བཞུགས་བོད་རིགས་སྤུན་ཟླ་དེ་དག་ལ་སྙིང་རྗེ་གཟིགས་པ་ཞིག་རེད། དེ་འདྲ་བའི་སྙིང་རྗེ་འདི། གཞིས་བཞུགས་བོད་རིགས་སྤུན་ཟླ་དེ་དག་གཙོ་བོ་དང། དེའི་ཉེ་འཁོར་ལ་ཡོད་པའི་རྒྱ་ནག་དབུལ་བཞིན་ཕྱུག་པའི་བོད་ལ་ཤ་ཚ་ཡོད་ངེས་ཀྱི་རྒྱ་མི་དེ་དག་ལ་སྙིང་རྗེ་གཟིགས་པ་ཞིག་རེད་མ་གཏོགས། རྒྱ་ནག་ལ་སྙིང་རྗེ་གཟིགས་པ་ཅི་རྩ་བ་རང་ནས་མ་རེད། རེད་པ། དེ་འདྲ་སོང་ཙང་ད་གནས་ཚུལ་འདི། ང་རང་ཚོ་གིས་ངེས་པར་དུ་ཤེས་མ་བཅུག་གཞོན་སྐྱེས་ཚོར། རེད་པ། དེ་ནི་ང་རང་ཚོ་མི་གཞན་དག་ཅིག་ཡིན་ནས་ལོ་ཡག་ཆེན་པོ་སླེབས་དུས་ཙམ་ནས་ཨེ་ནི་ང་ཚོས་མི་དེ་ལ་བཤད་པ་ཡིན་ན་ཨ་ད་མི་དེ་གིས་ནི་གོ་གི་མ་རེད་མི་དེ་ནི་དྲ་རྒྱའི་ནང་ལ་དོན་ཐུག་མ་རེད་བསམ་ནས་ཨེ་ནི་གོ་སྐབས་གླེང་གི་རེད་པ་ང་ཚོས་འོ་འདི་མོའི་གོ་སྐབས་དེ་བཟུང་བཞག་པ་ཞིག་རེད། དེ་འདྲ་སོང་ཙང་གནད་དོན་བདེན་དོན་སྒང་ལ་ང་རང་ཚོ་གཞོན་སྐྱེས་ཚོ་རྩ་བ་རང་ནས་གོ་འགོ་ཐེབས་རྒྱུ་ཡོད་མ་རེད། རེད་བ། དེ་ནི་གལ་སྲིད་ཁྱེད་རང་ཚོ་གིས་མུ་མཐུད་ནས་དགོས་མཁོ་ཐེབས་ནས་མོ་དང་མོ་འདྲ་བ་ལ་རྒྱབ་སྐྱོར་བྱས་པ་ཡིན་ན་ཁྱེད་རང་ཚོ་ཡིན་ནའི་རྒྱ་བ་རོམ་གྱི་ལ་དམའ་འབེབས་བྱེད་ངན་རྒྱ་བ་རོམ་གྱི་ལ་ཁྱད་གསོད་བྱེད་ངན་རྒྱ་བ་རོམ་གྱི་ལ་མཐོང་ཆུང་བྱེད་ངན་རྒྱ་བ་རོམ་གྱི་དགོང་ལོ་མཐོ་པོ་སླེབས་དུས་ཙ་ནས་དེ་ནི་མི་རྫི་ངན། མི་དེ་ཚོ་ལ་རྒྱབ་སྐྱོར་བྱས་ཡིན་དུས་ཚོད་ཁྱེད་རང་ཡང་དེ་ནི་ཤ་གསེང་འདིའི་ནང་ལ་ཚུད་གི་ཡོད་རྒྱ་ལས་སྡུག་ག་རེད་རྒྱ་མི་དམར་པོ་ལས་འདི་སྡུག་ག་རེད་ད། དེ་བཞིན་དགོངས་ལ་རེ་བ། འདི་གཅིག་རེད། ད་དེ་ནས་མོས་ལེ་ཚན་གསུམ་པ་དེ་དེ་ལ་ཡིད་ཆེས་གནང་གི་ཡིན་གསུང་མཁན་གང་ཟག་མང་པོ་ཡོད་རེད། དེ་ཚོ་ལ་ངས་ཧ་ལས་པ་རེད་བསམ་གྱི་འདུག་བཤད་དེ་ཡོད་རེད། ད་དེ་ལ་ཡིད་ཆེས་བྱེད་ཀྱི་ཡིན་ཟེར་མཁན་གང་ཟག་མང་པོ་ཡོད་རེད། ཨན་འདི་ལ་ངས་ཧ་ལས་པ་རེད་བསམ་གྱི་ཡོད་བཤད་དགོས་རེད། ད་དེ་ག་རེ་ལ་དབུ་མའི་ལམ་གྱི་སྲིད་བྱུས་འདི་ལ་ཟེར་དགོས་རེད། དབུ་མའི་ལམ་གྱི་སྲིད་བྱུས་འདི་ད་ལྷ་རྒྱ་རི་རྣམ་རྒྱལ་སྒྲོན་གང་ལྟ་བུའི་ཨེ་ནི་རང་བཙན་ཁ་སྐྱེངས་ལ་དེ་ཚོས་དུས་དང་རྣམ་པ་ཀུན་ཏུ་དབུ་མའི་ལམ་གྱི་སྲིད་བྱུས་དེ། བོད་མིའི་སྒྲིག་འཛུགས་ཀྱིས་སྤྱི་མོས་ཀྱིས་གཏན་འབེབས་བྱས་པའི་སྲིད་བྱུས་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་མ་རེད། ཁོང་ཚོ་རང་བཙན་ཁ་སྐྱེངས་ལྷ་སྐྱ་རིའི་རྣམ་རྒྱལ་སྒྲོན་དཀར་ལྟ་བུའི་གང་ཟག་འདི་ཚོས། རྒྱ་བ་རོམ་ཕྱིའི་རང་སྐྱེ་མ་བཀའ་བཏང་བ་རེད་ཁོང་ཚོས་ཁ་ནས་སྐྲག་གི་ཡོད་ན་དོན་ལ་ད་ག་རང་ཤེས་ཀྱི་ཡོད་རེད། ཤེས་ཀྱི་འདོག་མོད་དེ་རྒྱ་བ་རོམ་ཕྱིའི་སྙིང་རྗེ་དཀོན་པའི་སྲིད་བྱུས་ཞིག་རེད། འདི་རྒྱ་བ་རོམ་ཕྱིའི་སྲིད་བྱུས་མ་རམ་པ། རྒྱ་དབང་རིམ་བྱེད་ཀྱི་དགོངས་ཚུལ་རེད། སྲིད་ཇུས་དེ་བོད་མི་མང་གི་སྲིད་ཇུས་རེད་བོད་མིའི་སྒྲིག་འཛུགས་ཀྱི་སྤྱི་འཐུས་ཀྱི་གཏན་འབེབས་བྱས་པའི་སྤྱི་མོས་ཀྱི་གཏན་འབེབས་བྱས་པའི་སྲིད་ཇུས་ཅིག་རེད་དེ། དེའི་ནང་ལ་མོ་རང་ཡང་ཚུད་ཀྱི་ཡོད། དེ་ནས་བཟུང་ལྷག་པར་དུ་དབུས་གཙང་གི་སྤྱི་འཐུས་གཅིག་གིས། སྐད་ཆ་འདི་འདྲའི་བཤད་ཡོང་དུས་ད་ནས་དངོས་གནས་ཁོ་རང་ང་རང་ཚོ་དབུས་གཙང་གི་གཞོན་སྐྱེས་ཚོ་ཁྱེད་རང་ཚོ་རང་བཙན་གྱི་འཐབ་རྩོད་བ་ལ་རྒྱབ་སྐྱོར་བྱེད་ཆོག་གི་རེད་ཡིན་ནས་རང་བཙན་ཁ་ལ་འཁྱིལ་ནས་རྒྱ་བ་རོམ་ཁྱེད་ལ་དུས་དང་རྣམ་པ་ཀུན་ཏུ་གོ་སྐབས་བཟུང་ནས་ཁོང་དགོང་ལོ་ཆེན་པོ་སླེབས་ཀྱི་འདུག་བསམ་པའི་དུས་ཚོད་འདི་གོ་སྐབས་བཟུང་ནས་ཨེ་ནས་མཇིང་པ་གོང་ནས་མ་ནེམ་ཡག་གཏང་ཡག་གི་བསམ་བློ་འདི་གཏང་མཁན་དེ་ཚོ་ང་ཚོས་ནམ་ཡང་རྒྱབ་སྐྱོར་བྱེད་ཀྱི་ཡོད་མ་རེད་འོ་དེ་རེད་དེ་འདྲ་སོང་ཙང། གཞོན་སྐྱེས་དབུས་གཙང་གི་གཞོན་སྐྱེས་ཚོ་ཁྱེད་རང་ཚོ་དགོང་མཁོ་ནམ་ཡང་སྐྱིད་པོ་ཡོད་མ་རེད་དེ་འདྲ་སོང་ཙང་ཁྱེད་རང་ཚོས་བསམ་བློ་ཡག་པོ་ཞིག་བཏང་དང། རེད་པ། ཁྱེད་རང་ཚོ་སོ་སོ་ལོ་ཆེན་པོ་ཞིག་སླེབས་སོ་སོ་གི་ལྟ་བ་མ་མཐུན་པ་གཅིག་གིས་ཨེ་ནི་སོ་སོ་ལོ་ཆེན་པོ་སླེབས་དུས་ཁྱེད་རང་ཚོ་ལ་གཅིག་བཤད་པ་ཡིན་ན་ཁྱེད་རང་ཚོ་བློ་ཕམ་ག་ཚོད་ཡོང་ས་རེད་དང་པོ་དེ་གཅིག་བསམ་བཏང་དང་སོ་སོའི་སྤུ་གུ་གཅིག་གིས། ད་ང་ཚོ་རྒྱ་བོད་རོམ་གཅིག་གི་སྤུ་གུ་ལྟ་བུར་བ། རེད་བ། རང་བཙན། ལྟ་བ་ཁེངས་མཁན་ཡིན་ནི་རེད་དབུ་མའི་ལྟ་བ་ཁེངས་པ་ཡིན། མདོར་བསྡུས་ནི་བོད་མི་ས་ཡ་དྲུག་ཀ་རྒྱ་བ་རོམ་གཅིག་གི་སྤུ་གུ་ལྟ་བུ་བྱེད་རེད་བ། འདི་འགྱེད་ཀྱི། སོ་སོའི་ཕ་མ་འདི་ལོ་ཆེན་པོ་སླེབས་དུས་ང་ཚོས་མཉམ་སྤྱོད་བཤད་པ་ཡིན་ན་ཕ་མ་བློ་ཕམ་ག་ཚོད་ཡོང་དགོས་རེད་བས། འོ། འདི། ཁྱེད་རང་ཚོ་གི་སེམས་གཏིང་ལ་བཞག་དགོས་ཀྱི་ཡོད་རེད་བ། ང་ལྟ་བུ་ཡིན་པ་ཡིན་ན་སྐད་ཆ་འདི་ཚོ་ཁུར་དུས་དངོས་གནས་ཁོ་རང། ཧང་སངས་ཀྱི་སེམས་ལ་ཕོག་ཐུག་ཡོང་གི་འདུག་རེད་བ། དེ་འདྲ་སོང་ཙང་ལྷ་རྒྱ་རིས་རྣམ་རྒྱལ་མགྲོན་ཁང་གི་ཨ་མ་ལགས་ཡིན་ནི་རེད་ཁྱེད་རང་ཚོ་ཅོག་ཅོག་ཡིན་ནི་རེད་ལྷ་རྒྱ་རིས་སྲས་བཞུགས་ཡོད་ལྷ་རྒྱ་རིས་སྲས་ལ་ཞུ་ཡ་རྩ་བ་ར་ནི་མེད་ལྷ་རྒྱ་རིས་སྲས་ཀྱི་ཡིན་ནི་ངེས་པར་དུ་ཨ་ནི་ལྷ་རྒྱ་རིས་མཚན་གནས་ཞེས་པ་ང་འདི་ཨ་རི་ལ་བཞུགས་འདུག་ངེས་པར་དུ་བུ་མོ་ལ་ཨ་ནི་བསླབ་བྱ་གནང་དགོས་ཡ་དེ་གལ་ཆེན་པོ་ཤོས་ཀྱི་རེད། རེད་བ། དེ་འདྲ་སོང་ཙང་འདི་གཅིག་གནད་འགག་ཆེན་པོ་ཞིག་ཆགས་བསྡད་ཡོད་རེད། དེ་རེད། ད་དེ་ནས། སྡེ་ཚན་བཞི་པ་དེ། ཨེ་ནི་འོ། ཨེ་ནི། དེ་འདྲའི་སྲིད་ཇུས་དེ་ལ། ཨེ་ནི། ཡིད་ཆེས་བྱེད་མཁན། མི་མང་པོ་ཞོལ་གྱི་ཡོད་རེད་དེ་ཚོ་ལ་ང་ཧ་ལས་ཀྱི་འདུག་ཟེར་གྱི་འདུག་ཧ། རྩ་བ་ར་ནས་ལས་དགོས་ཡ་ཡོད་མ་རེད། རེད་བ། ཧ་ལས་དགོས་ཡ་ཡོད་མ་རེད། ཧ་ལས་ན། རང་གིས་རང་ལ་ཧ་ལས་པར་ཁྱེད་རང་གིས་ཁྱེད་རང་ལ་ཧ་ལས། ཨན་རང་བཙན་ཁ་ལ་འཁྱིལ་ནས། སོ་སོ་ལ་བཀའ་དྲིན་ཆེ་ཤོས་སོ་སོའི་ཕ་མ་ལ་བཀའ་དྲིན་ཆེ་ཤོས། འཛམ་བུ་གླིང་གི་མི་དམངས་ཀྱིས་བརྩི་བཀུར་བྱེད་སའི། གང་ཟག་འདི་དགོང་ལོ་མཐོ་པོ་སླེབས་དུས་ཟ་ནས་འདི་ལ་དམའ་འབེབས་ཁྱད་གསོད་མཐོང་ཆུང་བྱས་པ་འདི་ལ་ཁྱེད་རང་ཧ་ལས་དགོས་ཀྱི་ཡོད་རེད། རེད་པ། ཧ་ལས་ན་ཁྱེད་རང་གིས་ཁྱེད་རང་ལ་ཧ་ལས་དགོས་ཀྱི་ཡོད་རེད་མ་གཏོགས། ཨན། བོད་མི་དམངས་ཀྱིས་སྤྱི་འཐུས་ཀྱིས་གཏན་འབེབས་བྱས་པའི། ཨན། འཐབ་ཇུས་དབུ་མའི་ལམ་འདི་ལ་རྒྱབ་སྐྱོར་བྱེད་མཁན་ཚོ་ལ་ཧ་ལས་གོ་ཡང་རྩ་བ་རང་ནས་ཡོད་མ་རེད་ཧ་ལས་པ་ནི་ཁྱེད་རང་ལ་ཧ་ལས་གོ་ཁྱེད་རང་ལྟ་བུའི་རང་བཙན་ཁ་ཁྱེར་སྤྱི་འཐུས་དེ་དག་ལ་ཧ་ལས་གོ་གི་ཡོད་རེད་མིང་འདི་ཨེ་ནི་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཇུས་ཀྱི་ཨེ་ནི་ལ་བརྩི་འཇོག་བྱེད་གི་ཡིན། སྤྱི་འཐུས་ལ་ལངས་རེད་དོན་དམ་པར་བོད་མིའི་སྒྲིག་འཛུགས་ཀྱི་སྤྱི་འཐུས་ལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཇུས་ལ་བརྩི་འཇོག་རྩ་བ་ནས་བྱེད་གི་ཡོད་མ་རེད་འོ་འདི་ཚོ་ལ་ཁྱེད་རང་ཚོ་ལ་ཧ་ལས་གོ་གི་ཡོད་རེད་འོ་འདི་གཅིག་ཆ་དེ་ཡོད་རེད་རེད་བ། འདིར་ཧ་ལས་བ་ཡིན་ན་ཁྱེད་རང་ཚོ་གིས་ནམ་རྒྱུན་དུ་བོད་གཞིས་བཞུགས་བོད་རིགས་སྤུན་ཟླ་དེ་དག་གི་དཀའ་ངལ་སེལ་བ་རེད་དཀའ་ངལ་སེལ་བར་སེམས་ཁྱེད་རང་ཚོ་རང་བཙན་སླེབས་ནས་ཁྱེད་རང་ཚོ་དཀའ་ངལ་ག་འདྲས་སེལ་གིན་པས། རང་བཙན་གྱི་བརྒྱུད་རིམ་ལམ་ནས་ཁྱེད་རང་ཚོས་བོད་རིགས་སྤུན་ཟླ་དེ་དག་གི་དཀའ་ངལ་མྱུར་དུ་ག་འདྲས་སེལ་གྱི་ཡིན་པས། ད་ལྟ་འདའ་བོད་ནང་ལོགས་ལ་གནས་སྟངས་མཛའ་འདྲ་པོ་ག་རེ་ཆགས་སྡོད། འོ་འདི་དབུ་མའི་ལམ་གྱི་སའི་ཐུགས་ཁུར་ཡོད་པ་སོང་ཙང་དབུ་མའི་ལམ་འདི་བོད་མི་མང་སྤྱི་འཐུས་ཀྱིས་གཏན་འབེབས་བྱས་རེད་བོད་མི་བརྒྱ་ཆ་བདུན་ཅུ་དོན་ལྔ་ཙམ་གཅིག་གིས་རྒྱབ་སྐྱོར་བྱས་རེད་འདི་ག་ཚོད་ཀྱིས་གནས་ལུགས་འདི་ཤེས་འགུག་ཡོད་བོད་མི་བརྒྱ་ཆ་བདུན་ཅུ་དོན་ལྔ་འདི་བོང་གུ་མ་རེད་ལྐུག་པ་མ་རེད་ཁྱེད་རང་ཚོ་ནང་བཞིན་ལ་བུ་སྦྱིན་པ་ཟ་དེ་ངས་མ་རེད་ཁྱེད་རང་ཚོ་ནང་བཞིན་མིའི་རྐུབ་གཡོག་རྒྱུག་དེ་ངས་དེ་འདྲས་མ་རེད་ད་ག་ནང་བཞིན་དེའི་སྐབས་ཀྱི་སྤྱི་འཐུས། གྲོས་ཚོགས་ལ་སྤྱི་མོས་ཀྱིས་བསྟན་པའི་བྱེད་ངན་འདི་དག་ཐམས་ཅད་རྣམ་དཔྱོད་ཅན་ཤ་སྟག་རེད་འདི་ནང་ལ་ཁྱེད་རང་ཚོ་ཡོད་ཀྱང་ཁྱེད་རང་ཚོ་ནམ་རྒྱུན་དུ་ཡིད་ཆེས་ཟེར་སང་བློ་གཏད་བཅོལ་སང་གི་སྤྱི་འཐུས་རྒན་པ་མང་པོ་ཞོ་བྱུས་ཡོད་རེད། འོ་འདི་ཅིག་ཤེས་འགོ་དགོས་ཡོད་རེད། ད་དོལ་ཚན་བཞི་པ་འདི་ལ་ཡིན་པ་ཡིན་ནས་སོ་སོ་གང་ཟག་ལྟ་བུ་ལ་ཆ་བཞག་ན། ག་རེ་ངོས་འཛིན་ཞུ་གི་ཡོད་ཞུས་པ་ཡིན་ན། འདི་འདྲའི་གི་སྲིད་དབང། འདི་འདྲ་གི་འགོ་ཁྲིད་ཞིག་ལ་ཐེག་པ་གཅིག་ཡིད་ཆེས་བྱེད་ཀྱི་མེད། ད་འདི་སུ་ལ་གཟིགས་དགོས་བ་རེད། ད་འདི་སུ་ལ་གཟིགས་དགོས་བ་རེད། ད་འདི་ལ་རྒྱ་འདྲེ་ཞུགས་མེད་ན་ག་རེ་ཞུགས་ཡོད་རེད། རྒྱ་འདྲེ་ཞུགས་མེད་ན་དོན་འདྲེ་ཞུགས་ཡོད་རེད། རེད་བ། འོ་འདི་རེད། དེ་འདྲ་སོང་ཙང་དུས་གཅིག་ལ། རྒྱ་དྲིན་ཅན་བཀའ་དྲིན་ཆེན་པོ་ཡིན་སྔོན་གདངས་ཡང་ཆ་བ་བབས་པ་འདུག་ཟེར་ངེས་ཀྱི་འདྲེ་དེ་འདི་ལ་ཞུགས་ཡོད་རེད། དེ་འདྲ་སོང་ཙང། མོ་རང་ལྟ་བུ་ལ་ཆ་བཞག་པ་ཡིན་ན། ཨེ་ནི། དེ་འདྲ་བའི་སྲིད་དབང་ཟེར་གྱི་འདུག་སྲིད་དབང་ཟེར་ནི་སུ་ལ་གཟིགས་བར། ཨ། རྒྱ་བ་རུམ་ཆེ་ལ་གཟིགས་བར་བ་ཁྱོད་རང་ཚོ། རྒྱ་བ་རུམ་ཆེ་གི་སྲིད་དབང་ག་རེ་འདི་བྱས་སོང་རྒྱ་བ་རུམ་ཆེ་ང་རང་ཚོ་ལ་ཁྱེད་རང་ཚོ་ཁ་བདེ་བོ་ཤེས་ཡག་གི་ང་རང་ཚོ་ཁ་བདེ་བོ་ཤེས་ཡག་གི་དམངས་གཙོའི་རང་དབང་འདི་རྒྱ་བ་རུམ་ཆེ་ང་ཚོ་ལ་གནང་སོང་ཨ། རོམ་གཅིག་གིས་འདི་མ་གནང་ང། རྒྱ་བོ་རོམ་གཅིག་གིས། ཁོང་རང་གི། ཐག་ཉེ་ས་གཅིག་ལ་གནང་བཞག་པ་ཡིན་ནི་བྱེད་ཡག་གང་ཡོད། བྱེད་ཡག་མེད་ཨང། འོ་འདི་རེད་པ། གནང་པ་ཡིན་ནི་གནང་ཆོག་གི་རེད། རྒྱ་བོ་རོམ་གཅིག་ག་དུས་ནས། འཛམ་བུ་གླིང་གི་ཆབ་སྲིད་ཀྱི་གནས་སྟངས་ཤེས། བོད་མི་མང་གི་བོད་མིའི་སྤྱི། སྤྱི་མཐུན་གྱི་བསོད་ནམས་ཀྱི་གནས་སྟངས་འདི་མཁྱེན། བོད་མིའི། བ་ར་གང་ཏིག་གི་རྡོག་རྩ་གཅིག་སྒྲིལ་འདི་ག་འདྲའི་ཡོང་གི་ཡོད་མེད་མཁྱེན་པའི་ཐོག་ནས། ཨེ་ནི་ང་རང་ཚོ་གི་དཀའ་ངལ་རབ་དང་རིམ་པ་མྱང་འཇོག་དེ་ཚང་མ་ཁོང་གི་ཕུགས་ལ་ཡོད་པ་སོང་ཙང་ཨེ་ནི་ང་ཚོའི་དཀའ་ངལ་དེ་སེལ་ཡང་ཆེད་དུ་ང་རང་ཚོ་ལ་དམངས་གཙོ་ཁྲག་ཐིགས་པ་ཅིག་ཐ་ན་སྐྲ་ཙམ་ཡང་ཅིག་བག་མེད་ལོངས་སྤྱོད་བཏང་མོ་དགོས་པའི་ཐོག་ནས་ང་ཚོ་ལ་གནང་བཞག་པ་འདི་ལ་ཁྱེད་རང་ཚོ་གི་ཁྱད་གསོད་བྱེད་དགོས་བ་རེད། རེད་བ། ལྷ་རྒྱ་རི་ཁྱེད་རང་གི་ཁྱད་གསོད་བྱེད་དགོས་བ་རེད། ད་འདི་འདྲའི་མགོ་ཁྲིད་ཞིག་ལ་ཐེག་པ་ཅིག་ཡིད་ཆེས་མེད་ཟེར། ཁྱེད་རང་འདི་འདྲའི་མགོ་ཁྲིད་སུ་ལ་གཟིགས་བར་བས། རྒྱ་གོ་རམ་ཅི་ལ་བཞུགས་བར་བ་ཁྱེད་རང་གིས་གཟིགས་བར་བ། ཁྱེད་རང་འདི་འདྲའི་མགོ་ཁྲིད་ཅིག་ལ་ཡིད་ཆེས་མེད་བས་ན་ཁྱོད་བོད་མི་མང་གི་སྤྱི་འཐུས་ནང་ལོགས་ལ་ག་རེ་བྱེད་ག་ལས་ཡིན་པས། རེད་བ། དེ་འདྲ་སོང་ཙང་ང་རང་ཚོ་གཞོན་སྐྱེས་ཚོ་ལྷག་པར་དུ་དབུས་གཙང་གི་གཞོན་སྐྱེས་ཚོ། ཁྱེད་རང་ཚོ་ད། མིད་དམག་སོང་ནས་ཁ་ཕྱེ་ཡ་དུས་ལ་སླེབས་པ་རེད་ཁྱེད་རང་ཚོ། ཆབ་སྲིད་ཀྱི་ལངས་ཕྱོགས་ག་པར་བླངས་ནས་ང་ལ་ཁྱད་པར་མེད་ད། ཁྱེད་རང་ཚོ་དབུ་མའི་བླངས་ལ་ལངས་ལངས་ནས་ལངས་ཟིན་ནས་ཟིན་རང་བཙན་ལ་ཟིན་ནས་ཟིན་བདེན་པ་ཨུ་ཚུགས་འགྲོ་ནས་འགྲོ་རང་ཐང་རང་ཆོད་འགྲོ་ནས་འགྲོ་ཁྱད་པར་ཡོད་མ་རེད་འདི་སྒུག་གི་བ་རེད། ཡིན་ནས། ང་རང་ཚོ་ལ། ཕ་མ་ལ་བཀའ་དྲིན་ཆེན་པོ། ང་རང་ཚོ་ལ་བཀའ་དྲིན་ཆེན་པོ། འཛམ་བུ་གླིང་ལ་བཀའ་དྲིན་ཆེན་པོ། རྒྱལ་དབང་དོན་གྱི་བདག་པོ་མཆོག་དགོངས་ལོ་ཆེན་པོ་སླད་དུས་རྩ་ནས། ཁྱད་གསོད། མ་བསྟོད་པ། ལོག་བཤད། བརྙས་བཅོས། མཐོང་ཆུང། དེ་འདྲའི་གི་བྱེད་ངན་གི་གང་ཟག་དེ་ཚོ་ལ་རྒྱབ་སྐྱོར་བྱས་པ་ཡིན་ན་ཁྱེད་རང་ཡང་འདི་ནང་ལ་ཚུད་ཡོད་རེད་ང་རང་ཚོ་ལས་རྒྱུ་འབྲས་ཁས་ལེན་ངན་བྱེད་འདུས་རྩ་ནས་ང་ཚོ་བོད་པའི་གཏམ་དཔེ་ལ་ཤ་མ་ཟས་ནས་ཤ་ཁུ་འཛུགས་རྒྱུ་བ་རེད་ཁྱེད་རང་ཚོ་གི་མོ་ལ་དེང་ཆ་སྤྲད་ཡོད་དུས་རྩ་ནས་ཁྱེད་རང་ཚོ་ལས་ཉེས་པ་གཅིག་པ་ཡོང་གི་རེད། ཉེས་པ་ཟེར་མཁན་དེ་ད་ལྟའི་དུས་ཚོད་འདི་ལ་ཡོང་མཁན་གཅིག་དང་སྐྱེ་བ་ཕྱི་མ་དང་ཕྱི་མ་ལ་ཡོང་དེ་ཡིན་གྱི་གནས་ཚུལ་མང་པོ་འབྱུང་གི་རེད། འོ་དེ་འདྲ་སོང་ཙང། དེ་འབྲེལ་གྱི་བཀའ་དྲིན་ཆེན་པོ་ལ་ང་ཚོས་དུས་ནམ་ཡང་སོ་སོའི་ལངས་ཕྱོགས་ཀྱི་ཐོག་ནས་ཨ་ནི་ཅིག་དགོང་ལོ་མཐོ་པོ་སླེབས་དུས་ཙམ་ནས་བསྙག་བཅོས་དང་མཐོང་ཆུང་དང་ཁྱད་གསོད་དང་དེ་འདྲའི་རིགས་བྱས་པ་ཡིན་ན་དེ་ཞོལ་གྱི་ནོར་འཁྲུལ་ཆེན་པོ་རེད་ཚབས་ཆེན་པོ་རེད། ད་འོ་ན་དེ་འདྲའི་གྱི་མོ་ལ་བཤད་ཡག་གི་སྤོབས་པ་དང་དེ་འདྲ་ཡོད་པ་ཡིན་ན་རྒྱ་བོ་རམ་ཅིག་མོ་རང་སྐབས་དང་པོ་ལ་སྤྱི་འཐུས་ལངས་ཡོད་སྐབས་ལ་ལབ་མ་ཐུབ་པ་ག་རེ་རེད་པས་འདི་དྲི་བ་རེད་པ། འདི་དུས་རྐྱང་གོ་རིམ་གྱིས་ཐད་ཀར་གསུང་གི་རེད་པ་འདི་སོང་ཙང་ཁོ་ཚོ་ཞེད་ཀྱི་ཡོད་ད་ད་ལྟ་དགོང་ལོ་མཐོ་པོ་ཡོད་དུས་ཙང་ནི་ཕལ་ཆེར་ད་འདི་ཚོ་མཁྱེན་གྱི་མ་རེད་འདི་ནི་གསུང་གི་མ་རེད་ཁོ་ཚོ་གིས་ཚོད་དཔག་བྱེད་ཀྱི་ཡོད་རེད། འདི་རེད་འདི་འདྲ་སོང་ཙང། སྐུ་སྒེར་གྱི་ངོས་ནས་འདི་ཚོ་ལ་ངེས་པར་དུ་གསལ་བཤད་གནང་དགོས་ཀྱི་ཡོད་རེད། བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་དེ་ཚོ་ལ་ངེས་པར་དུ་གསལ་བཤད་གནང་དགོས་ཀྱི་ཡོད་རེད། ལྷག་པར་དུ་གྲོས་ཚོགས་ཀྱི་རྒྱུན་ལས་ཀྱི་ངོས་ནས་གནད་དོན་དེ་ཚོའི་སྒང་ལ་ངེས་པར་དུ་གསལ་བཤད་མ་གནང་བ་ཡིན་ན་རྒྱུན་ལས་དང་གྲོས་ཚོགས་ཀྱི་འགན་མ་འཁུར་བ་ཆགས་ཡོད་རེད། ག་རེ་ཟེར་ན་གྲོས་ཚོགས་ཀྱི་གནད་དོན་ངོ་མ་དེའི་ནང་ལོགས་ལ་དང་པོ་ཁོ་རང་གི་ནང་ལོགས་ག་རེ་རེད། རྒྱ་བོད་རུམ་གཅིག་ང་ཚོ་བོད་མི་དམངས་ཀྱི་ངོ་བོ་ཡིན། ཁོང་གིས་ཚན་རིག་དང་སྲུང་སྐྱོབ་བྱེད་ཡ་དེ་ང་ཚོ་བོད་མི་དམངས་དང་སྤྱི་འཐུས་ཀྱི་ཟློག་ཏུ་མེད་པའི་ལས་འགན་ཞིག་ཡིན་ཟེར་ཁྱེད་རང་ཚོ་འདི་ནང་ལོགས་ལ་གྲོས་གཞི་དང་གྲོས་ཆོད་ནང་ལོགས་དེ་འདྲའི་བྱུས་བ། དེ་འདྲ་སོང་ཙང། ཁྱེད་རང་ཚོ་གནད་དོན་འདི་ཚོའི་སྒང་ལ་ངེས་པར་དུ། ལྷ་རྒྱ་རི་རྣམ་རྒྱལ་སྒྲོན་གང་ལ་དགོངས་དག་ཐུགས་གདན་དགོངས་སེལ་ཞུ་ལ་མ་བཅུག་པ་ཡིན་ན། གྲོས་ཚོགས་ཡིན་ནས་རེད། ཀོ་ཁའི་ཡིག་ཚང་ཡིན་པ་ཡིན་ནས་རེད། ཨེ་ནི། སྤྱི་འཐུས་རྒྱུན་ལས་ཡིན་པ་ཡིན་ནས་རེད་འགན་མ་འཁུར་བའི་ལས་ཀ་ཅིག་རེད། ད་ག་ན་བཞིན་ང་རང་ཚོ་གཞོན་སྐྱེས་ཚོ་གས་འདི་དང་འདི་འདྲ་བའི་གནད་དོན་གང་ལ་སོ་སོ་གི་ལྟ་བ་ལངས་ཕྱོགས་ག་རེ་ཡིན་པ་ནི་ཁྱད་པར་ཡོད་མ་རེད་ཁྱེད་རང་ཚོ་གས་ངེས་པར་དུ་རང་བཙན་གི། ཨེ་ནི། ལངས་ཕྱོགས་ཚོ་གས་ངེས་པར་དུ་མོ་ལ་བཤད་དགོས་ཡ་དེ་གལ་ཆེན་པོར་འདི་འདྲས་བྱས་པ་ཡིན་ན་ང་ཚོ་རང་བཙན་གི་རྐང་པ་ནས་འཐེན་གི་འདུག། འགྲིག་གི་མི་འདུག་བཤད་སྒུག་གི་བར་བ། འོ་དེ་རེད་དེ་འདྲ་སོང་ཙང་ང་རང་ཚོ་དམིགས་བསལ་གྱི་དབུས་གཙང་གཞོན་སྐྱེས་ཚོ་གི་ད་དངོས་གནས་དགོང་མགོ་འཐིབ་རྒྱུ་ཡོད་མ་རེད་ང་རང་ཚོ་མི་ཚང་མས་ལ་གི་འདུག་ཨ། དབུས་གཙང་ཀླད་སྟོང་ཨ་ཀླད་སྟོང་ཨ་ཀླད་སྟོང་ཨ་ཟེར་ཡག་འདི། འདི་དང་འདི་འདྲ་བོ་དེ་འདྲས་ལ་གོ་སྐབས་སྤྲད་པའི་རྒྱུ་མཚན་ལ་བརྟེན་ནས་ཀླད་སྟོང་ཨ་ཟེར་ཡག་མིང་ཅན་འདི་ང་ཚོ་དབུས་གཙང་ལ་རག་གི་ཡོད་རེད། ད་ལྟ་བར་དུ། ཨ་ནི། དབུས་གཙང་མི་མང་གི་དཀའ་ལས་བརྒྱབ་ཡོད་རེད། མདོ་སྟོད་མི་མང་གི་དཀའ་ལས་བརྒྱབ་ཡོད་རེད། མདོ་སྨད་མི་མང་གི་དཀའ་ལས་བརྒྱབ་ཡོད་རེད། དཀའ་ལས་བརྒྱབ་མཁན་འདི་དག་གི་ནུས་པ་འདི་ང་ཚོས་དོན་མེད་ཀྱི་ཆུ་ཟོད་དུ་མ་བཏང་ན་ང་རང་ཚོ། ཡག་ག་ཡོད་རེད། འོ་འདི་འདྲ། གང་ལྟར་ཡང། ང་རང་ཚོ། གཞོན་སྐྱེས་དབུས་གཙང་པ་ཚོས། ད་བློ་རྩེ་སྒྲིམ་པའི་དུས་ལ་སླེབས་བཞག་ངས་གསལ་པོ་བྱས་ནས་ཞུ་འདོད་བྱུང་ཟེར་བ། འོ་དེ་འདྲ་ཡིན་དེ་འདྲ་སོང་ཙང་དེ་ནི། རྣམ་པ་ཚང་མས། གནད་དོན་ཆབ་སྲིད་ཀྱི་མགོ་འཁོར་བ་ལ་མ་ཚུད་པ་ཞིག་གནང་རོགས་གནང་ཟེར་འོ་དེ་ཞུ་ཡག་ཡིན་དོགས་ཅི་བྱེད།